ད་ངས་འདི་ཞུ་འོས་རི་ཀོ་རིང་བྱས་ན་འགྲིག་གི་རེད་ད། སྤྱི་བཏང་ཐང་གི་ལབ་ཡག་གི་ཆ་ཞིག་ཡོད་རེད། ང་ཚོ་ནང་པ་ཚོགས་ཀྱི་སྤྱིར་བཏང་བྱས་པ་ཡིན་ན། ཞོགས་ཀས་ཡར་ལངས་ནས་དགོངས་དག་མ་ཉལ་གྱི་སྤོ་ལུགས་དེ་ལ། གཅིག་ཟ་སྟངས་དང་བཏུང་སྟངས་དེ་ཚོ། ཨ་ནི་གཅིག་ཉལ་སྟངས་དང་དེ་ཚོ་བལྟས་ཚེ་ཤེས་དགོས་ཡ་དེ་གལ་ཆེན་པོ་ཡིན་པ་རེད། སྤྱི་བཏང་ནས། ཞོ་ཁས་ཡ་ལྔ་བུ་ལང་ཡ་དེ་གལ་ཆེན་པོ་རེད། སྟོན་པ་བཅོམ་ལྡན་འདས་རང་གིས་ང་རང་ཚོ་ལ་དེ་འདྲའི་བཀའ་སློབ་གནང་ཡོད་རེད་ལ། ཨ་ནི་བོད་ཀྱི་བླ་མ། རྙིང་མ་བཀའ་བརྒྱུད་ས་སྐྱ་དགེ་ལུགས་ཀྱི་བླ་མ། རྣམ་དག་དེ་ཚོས་དེ་གསུངས་ཡོད་རེད། ཞོ་ཁས་ཀྱི་དུས་ཚོད་དེ། ཞོགས་ཀའི་གི་དུས་ཚོད་དེ་རྩ་ཆེན་པོ་ཡིན་པ་ཡིན་དུས། ཞོགས་ཀའི་པ་ཀུ་ལ་ཉི་མ་ཤར་ཤར་ཉལ་བསྡད་པ་ཡིན་པ་ཡིན་ན། དུས་ཚོད་འཕྲོ་བརླག་ཞི་བ་ཞིག་འགྲོ་དགོས། ཁྱོད་ཚོ་ཞོགས་ཀའི་དེ་ཆུ་ཚོད་བཞི་པ། ཨ་ནི་ཆུ་ཚོད་ལྔ་པ་དེ་འདྲའི་ལ་ཡིན་གཅིག་མིན་གཅིག་ཡར་ལངས་ཐུབ་པ་ཡིན་ན། ཨ་ནི་ཅིག་ཁ་འདོན་བྱེད་ཡ། ཆོས་བྱེད་ཡ་སྒོམ་ཉམས་ལེན་བྱེད་ཡ་གང་ཅིའི་ཐོག་ལ་ཡག་པོ་ཡོད་རེད། དེ་འདྲ་ཡིན་ཙང་ཞོགས་ཀས་ཡ་ང་ཚང་ལང་ཡ་དེ་གལ་ཆེན་པོ་གཅིག་རེད། ཞོགས་ཀས་ང་བུ་ལང་ཐུག་ཡ་གི་དོན་དག་ལ་དགོངས་དག་མ་ངེས་ཡ་དེ་ང་ཚང་ངེས་པོ་རེད། དགོངས་དག་ཆི་བུ་ཞི་བུ་དེ་འདྲ་བསྡད་རྒྱུ་ཡོད་མ་རེད། དེང་སང་བྱས་ན་ངས་དང་གི་ཞུ་ཡིན་པ། ཧེ་ཧེ། གའུ་ལ་ཡིན་ན། ང་གའུ་ལ་མང་པོ་འགྲོ་ཚར་རེད། ང་དགའ་འོང་ལ་ཡ་འབྲུ་བདུད་རྩམ་པ་དགའ་འོང་ལ་ཡ། ཨ་ནི་སྤོ་ལ་རྨོ་ལ་སྤ་ལ་ཨ་མ་ལགས་འདི་ཚོ། ཆུ་ཚོད་བཞི་པ། ཆུ་ཚོད་བཞི་དང་ཕྱེད་ཀ་ལྔ་པ་སྡེ་བ། བྱ་ཏི་སྐད་རྒྱག་གི་འདུག་ཨོ། ཀུ་ཀུ་རི་ཀོང་ཟེར་ནས། ཨོ་བྱ་ཏི་སྐད་རྒྱག་ཡོང་འདུག་ཙམ་པོ་ཁོ་ཚོ་ཡར་ལངས་ཡོང་གི་འོར་ད། རེད་བ། སྔ་སང་སང་ལངས་ནས་རྦད་དེ་ཁོ་རང་གཅིག་གི་གྲུང་པོ་ཞིག་པོ་ཞིག་འདུག་བ།

ཅེས་ཀྱི་གདོང་རོབ་ཙུ་ཅེས་ཁྲུས་པས་གདོང་བཞི་བཅུ་ཁྲུས་མ་ཐོགས་ནས་རོབ་ཙུས་ཁྲུས་ནས་ཨ་ནི་ཁ་འདོན་དགེ་སྦྱོར་འདི་རྫོགས། ཨོ་ད་ལོ་ལས་གསུམ་པ། ལོ་བ། ཁ་ལོ་འོང་དུ། ཁ་འདོན་དགེ་སྦྱོར་འདི་རྫོགས་བྱས། ཁ་འདོན་དགེ་སྦྱོར་དང་ཨ་ནི་དེ་ནང་བཞིན་ལུས་རྫས་བཙལ་ཡང་གལ་ཆེན་པོ་རེད། ལུས་རྫས་ཡང་བཙལ།

ད་དེ་ཚོ་སྡེ་བ་སྔ་མ་ནི་དར་ཡིན་གྱི་རེད་བ། ང་ཚོ་བོད་ཀྱི་འགྲོ་སྟངས་བྱས་ན་དེ་མ་རེད། ད་དུང་བཅོམ་ལྡན་འདས་ཀྱི་གསུང་རང་བྱས་ན་དེ་མ་རེད། ད་དེ་ཡིན་དུས། ཞོགས་ཀྱི་ཆུ་ཚོད་བདུན་པ་བརྒྱད་པ་སྡེ་བ་ལ་ཁ་ལག་དུར་དུར་གྱིས་ཟ། དེ་ནས་འདི་སྤོ་རུག་དེ་ལ་ཨ་ནི་སོ་སོའི་ངོས་ནས་ལས་ཀ་བྱེད་ཡ་ཡིན་ན་ག་རེ་ནས་བྱེད། ཨ་ནི་ཕྱག་ཚོད་བཅུ་གཉིས་སྡེ་བ་ལ་ཡ་ཨ་ནི་ཡང་ཁ་ལག་གྱིས་ཟ། འོ་དེ་བྱེད་གི་ཡོག་རེད། ད་དེ་ལ་ཡ། དཔེ་ཆ་ནང་ལ་དེ་འདྲས་གསུངས་ཤག། ཉིན་མོ་གང་འགྲོ་མེད་པའི་ཞོགས་གོ་རྒྱ། ཞོགས་གས་རྒྱགས་རྩལ་བཟའ་སླ་བ་ལ། བྱས་ཙང་ཀ་ཞོགས་གས་ཁ་ལག་དེ་མང་པོ་ཟ་བ་རེད། ད་ཡིན་པ་ཡིན་ན་ཡང་གྲོགས་འགོ་དེ་དུམ་བུ་བཞི་ལ་བཏང་ནས་དུམ་བུ་གསུམ་ཨ་ནི་ཁ་ལག་གིས་རྒྱང་དུམ་བུ་གཅིག་ཨ་ནི་སྟོང་པ་བཞག་ད་ཁ་ལག་མཉམ་དུ་ཆུ་ཡང་ཡོར་བ་དུམ་བུ་གསུམ་དུམ་བུ་གཅིག་ཡིན་གྱི་མིན་གྱི་སྟོང་པ་བཞག་བཞག་རེད་འདུག་བྱས་ནས་ཁ་ལག་ཟ་ཞོགས་གས། ཉིན་གུང་སྟོད་དུས་ཡིན་ཙང་ཁ་ལག་ཟ་བའི་དུས་རང་ཡིན་ཙང་དེ་དུས་ཡང་ཁ་ལག་ཟ་སྟངས་དེ་དང་གི་ནང་བཞིན་བྱས་ནས་ཨ་ནི་ཟ་དགོས་རེད་ཟེར་ནས་ཞོ་གས་ལ་ལྟོས་ན་ཉིན་གུང་ཅུང་ཟད་ཉུང་ང་ཟ་དགོས་བ་རེད། ད་ཁ་ལག་འདི་ལ་དཔེ་དམའ་སའི་ཁྱད་པ་ཡོད་རེད། ང་དེ་ཉམས་མྱོང་ཞིབ་པོ་བྱེད་ས་སོ། རེད་བ། ཇི་ལ་སྟོན་པ་བཅོམ་ལྡན་འདས་ཀྱིས་ཆོས་ནང་བཞིན་བྱས་ན་ཁ་ལག་དེ་ཟ་ཡོང་དུ་ཙམ་པ་བྱུང་ན་ཁ་ལག་དེ་གི་ནང་ལ་གྲིབ་སེལ་གྱི་རིགས་མང་པོ་མེད་ན་ཡག་ཡོད་རེད། གྲིབ་སེལ་གྱི་རིགས་ཞེས་པ་འདི་ཁ་ལག་ནང་ལ་སྒོག་པ་མང་པོ་བླུགས་ཡ་དེ་ཨ་ནི་སྒོམ་རྒྱག་ཡ་ལ་བར་ཆད་ཆེན་པོ་ཡོད་རེད། ཙོང་བླུགས་ན་ཡང་ཙོང་ཧ་ཅང་མང་པོ་བླུགས་པ་དེ་སྐྱོན་ཡོད་རེད། ཙོང་ལ་ཡང་ཨ་ནི་རིགས་མང་པོ་ཡོད་རེད། འོ་དེ་འདྲས་ཀྱི་དེ་ཚོ་མང་པོ་ཟ་ཡ་མེད་རེད། དེ་ནི་ལ་བུག་ཡིན་པ་ཡིན་ན་ལ་བུག་དཀར་པོ་དེ་ཤུགས་ཆེན་པོ་ཞེ་དྲགས་ནི་བྱས་ཡོད་མ་རེད། གང་ལྟར་ཁ་ལག་དེ་ཟ་བའི་རྐྱེན་གྱིས་ཤེས་པ་མ་བསྒྲིབས་འགྲོ་ཡ་དེ་འདྲའི་གི་རིགས་ཡོང་གི་འདུག་ན་དེ་གི་ཆོས་ལ་བར་ཆད་ཡོང་གི་ཡོད་བ་ཡིན་ཙང་དེ་ཚོ་མང་པོ་མ་ཟ་ལ་བ་རེད། སེ་པན་དེ་འདྲའི་ཟ་བ་ཡིན་ན་ཡང་སེ་པན་ཉུང་ཟད་རེ་ཟ་བ་མ་གཏོགས་སེ་པན་ཧ་ཅང་གི་མང་པོ་ཟ་རྒྱུ་ཡོད་མ་རེད། འོ་ད་དེ་འདྲའི་གི་ཐོག་ནས་ཁ་ལག་ཟ་སྟངས་དེ་ཚོ་ལ་དོ་སྣང་སྤྲད་དགོས་གི་འདུག་བ། འོ་དེ་བྱས། ཨཱ་ནི་དེ་ནང་བཞིན་གྱི། ཁ་ལག་ནང་ལ། སྔོ་ནད་གཟུགས་པོ་པའི་ཐང་ཐང་ཡག་པོ་ཡོད་པ་ཡིན་ན། ཨཱ་ནི་ཤ་དེ་ཟ་མོ་གོ་བ་བྱས། གལ་ཏེ་གཟུགས་པོ་ཐང་པོ་མེད་པ། ཨཱ་ནི་སྐྱོ་པོ་ཡོད་པ་ཨམ་གཅིག་གིས་ད་ཤ་ཟ་གོ་རེ་ཟེར་དེ་འདྲའི་སླེབས་པ་ཡིན་ན་ཡང་ཤ་དེ་ཉུང་ཉུང་ཅིག་ཟས། དེའི་སྒང་ལ་གལ་ཆེ་ཤོས་དེ་ཤ་ཟ་མཁན་ཡིན་ལ་དེ་ཤ་ཡོད་ཚད་ཚང་མ། ཨ་ནི་ཅིག། ཅེས་ཁ་སུག་རེ་ཟ་བསྡད་ཡོད་ར་བ་ཨོ་དེ་འདྲ་བྱེད་ཀྱི་ཡོད་མ་རེད། ཤ་སྣ་ཁ་གཅིག་གཉིས་འདྲ་བོ་བོས་ལ་ཡིན་ན་ད་ཤ་གི་ནང་ནས་གཟུགས་པོ་ལ་ཡ་ཕན་ཤོས་དེ་གཡག་ཤ་བརྩི་དགོས་ར་བ་གཡག་ཤ་གཡག་ཤའི་བཟོ་འདྲ་བོ། ད་དེ་ནང་ནས་དེ་ནི་ང་རང་ཚོ་ལུག་ཤ་ལུག་ཤ་གི་བཟོ་འདྲ་བོ་ཨོ་དེ་འདྲས་ད་ས་ཆ་སིལ་བུ་ལ་མ་སླེབས་ཡོང་དུས་ར་ཤ་ར་བལྟས་དེ་ཟ་གི་ཡོད་ར་བ་ཨོ་དེ་འདྲས་ཐོན་ན་གང་ལྟར། ཅིག་ཤ་ཡི་རིགས་འདི་ལྷག་པར་དུ་ང་རང་ཚོ་མ་ཡི་ཤ་དེ་ཟ་གི་ཡོད་མ། མ་ཡི་ཤ་འདེད་ཀྱི་ཀན་སར་ནག་པོར་ཀན་སར་ནག་ཡལ་གྱི་རྒྱུ། བོད་པའི་སྨན་གཞུང་ནང་ལ་ཤ་གི་ནང་ནས་དུག་ཤོས་མ་ཡི་ཤ་བཞག་ཡོད་རེད་འོ་དེ་ཟ་གི་ཡོད་མ་རེད། འོ་ཀན་སར་ནག་གི་རེད་སྐྲན་ནད་ཀྱི་རྒྱུ་གསུངས་ཡོད་རེད། བྱས་ཙང་ད་ངས་མུ་མཐུད་ནས་ལབ་ན་ཤ་གི་རིགས་འདྲ་མི་འདྲ་མང་པོ་བས་ཟ་གི་ཡོད་མ་དེང་སང་ལྷག་པར་དུ་འབུ་འདྲ་མི་འདྲ་ཟ་ཡ་དེ་འདྲས་གནའ་སྔ་མོ་བོད་ལ་འབུ་འདྲ་མི་འདྲ་ཟ་སའི་ལུགས་སྲོལ་བསྐོར་ཡོད་མ། ད་དེང་སང། ལྷ་ས་དང་ག་བ་ག་ས་ཡང་དེ་འདྲའི་ས་ཡ་གཏད་སྒོ་བཙུགས་གི་འདུག་བ། འོ། རྒྱ་མི་དེ་ཚོ་གིས་འབུ་མང་པོ་ཟ་གི་ཡོད་ས་ཨོ་དེ་བོད་པ་ལ་བསླབས་ནས། དེ་ནས་བོད་པ་དེ་ཚོ་གས་ཨེ་འདྲའི་ས་ཡ་སྒོ་བཙུགས་གི་འདུག་བ། ཟེར་ཨོ་དེ་ཚོའི་རིགས་དེ་ང་རང་ཚོ་ད་ལྟ་ཧི་མ་ལ་ཡ་རི་རྒྱུད་ཀྱི་ནང་པ་ཚོ་གིས། སྤྱི་ཐང་ནས་ཤབ་རྣམ་པ་ཐམས་ཅད་དུ་སྤང་ལ་ཡ་དེ་ཁག་པོ་རེད། ཁག་ཡོད་མར་གུམ་བཞི་ཡོད་རེད། ཡིན་པ་ཡིན་ན་ཡང། ཤ་དེ་ཉུང་ཉུང་བྱས། ད་ཅིག་མ་བྱེད་ཨ། གལ་ཏེ་ཤ། མ་ཟ་ན་ཡག་ཤོས་བྱས། ཤ་ཟ་བའི་དབང་དུ་བཏང་ན་ཧ་གོ་སོང་ཨ། མིག་ཤ་མ་ཟ་ཨ་མིག་ཤ། མིག་ཤ་ཟས་དེ་ག་འདྲི་ཅི་ལ་ཟི་གོ་རེ་ལ་ན། རང་གི་ཆེད་དུ་བསད་པ་ཡིན་པ་མིག་གིས་མཐོང་བདེ་གྱིན་ཅིག་ཤ། སོ་སོའི་ཆེད་དུ་བསད་པ་རེད་ཟེར་ཨམ་ཅོག་གིས་གོ་བ་ཤ། ཨ་ཨོ་ཉའི་ཆེད་དུ་བསད་པ་མེད་འགྲོ་བསམ་པའི་དོགས་པ་ཟ་ཡ་གི་ཤ་འོ་དེ་ཤ་ལ་དམིགས་ཤ་ལ་གོར་རང་གི་ཆེད་དུ་དམིགས་ནས་བསད་པའི་ཤ་ལ་གོར་བ་འོ་དེ་ཁྱོད་ནི་ཟ་ཁྱི་འོ་མར་ད་དམིགས་ཤ་ཟེར་ཡ་དེ་ཟ་ཁྱི་འོ་མ་རེད་ཨ་དེ་གཅིག་བྱས། ད་གལ་ནི་གལ་ཏེ་ཁྱེད་རང་ཚོ་ཤ་ཟ་དགོས་བྱུང་བ་ཡིན་ན་ཡང་ཨ་ནི་ཤ་ཡི་སྔགས་རྒྱག་བ་ཤ་ཡི་སྔགས་ཨོམ་ཨ་བྷི་ར་ཁེ་ཛ་ར་ཧུང་བྷེས་ཨོམ་ཨ་བྷི་ཁེ་ཛ་ར་ཧུང་ཨོམ་ཨ་བྷི་ཁེ་ཛ་ར་ཧུང་ཟེར་ནས་ཤ་ངག་བརྒྱབ་པ་ཡིན་ན་ཤ་ཟ་བའི་སྡིག་པ་ཡོང་གི་མ་རེད། ཤ་གང་ལས་བྱུང་བའི་སེམས་ཅན་དེ་བདེ་འགྲོ་སྐྱེ་ཡ་ལ་ཕན་གི་ཡོད་རེད་འོ་དུས་ཟེར་ནས་ཨོམ་ཨ་བྷི་ཁེ་ཛ་ར་ཧུང་ཨོམ་ཨ་བྷི་ཁེ་ཛ་ར་ཧུང་ཟེར་ནས་ཤ་ངག་བརྒྱབ་གཅིག་འགྲིག་སོང་བ་དེ་གཉིས་འདི་ཚོ་བསླབ་དགོས་འདུག་བ་འོ་དེ་ཅིའི་ཆེད། ད་དེ་ནས་ཆང་རག་བྱུང་ན་ཆང་རག་བཏུང་རྒྱུ་ཡོད་མ་རེད། དེ་ནང་ནས་དགེ་བསྙེན་གྱི་སྡོམ་པ་ཡོད་ན་ཆང་རག་རྩ་ཡི་ཟིལ་པ་བྱིས་ཡང་བཏུང་ཆོག་གི་ཡོད་མ་རེད། བཅོམ་ལྡན་འདས་རང་གིས་གསུངས་ཡོད་རེད། བདག་གི་ཉན་ཐོས་རྣམས་ཀྱིས་ཆང་རྩ་ཡི་ཟིལ་པ་ཡང་འཐུང་བར་མི་བྱའོ་གསུངས་ཡོད། དེ་འདྲ་ཡིན་པ་ཡིན་ཙང་འཐུང་རྒྱུ་ཡོད་མ་རེད། གལ་ཏེ་ཁྱེད་རང་ཚོ་ཅིག་གར་སུ་རེད་ཨ། ལོ་ས་སོ་འདྲ་བོ་ཆང་ས་སོ་འདྲ་བོ་དེ་འདྲེ་ལ་རྟེན་འབྲེལ་བྱས་ནས་ཆང་གལ་ཏེ་བཏུང་དགོས་བྱུང་པ་ཡིན་ན། འབྲུ་ཆང་ཟེར་ནས་བོད་ལ་ཡིན་ན་ཞིང་པ་འདོན་ཟོ་གི་བཏུང་ཡག་འབྲུ་ཆང་ཟེར་ཆོག་རེད་ནས་ཆང་དང་འབྲུ་ཆང་ཟེར་ཨོ་དེ་འདྲེ་མ་གཏོགས་པའི་ཨ་རག་ག་འཇུ་མ་འཇུ་དེ་འདྲེ་བཏུང་ཡག་ཡོད་མ་རེད

རེད་སོང། སྒོམ་བརྒྱབ་ལ་སྒོམ་མ་བརྒྱབ་ལ་ཅི། གང་འཚམ་བྱུང་པའི་དཔེ་གོ་དེ་ཅོག་ཙེ་གང་ལ་ཏིང་དོང། འོ་ད་དེ་བྱས་བྱས་ད་ལྟ་དངོས་གནས་ཡིན། གཟུགས་པོའི་ནང་ལ་བད་ཀན་འཕེལ་ཟེར་དེ་ཡིན་ས་རེད།

ད་ཁྱོད་རང་ཚོ་ཀི་ལོ་བརྒྱ་དང་བཅུ་བཅུ་ཀི་ལོ་བརྒྱ་དང་བཅུ་ཡོད་པའི་རྒན་ལགས་ཀྱིས་ཁྱེད་ཚོ་སྐམ་པོ་བཟོས་གོ་ཨ་ཡོ་ད་ཡིན་ན་ཡ་རྒན་ཁོ་རང་གི་ལྷག་བསམ་རྣམ་དག་ཐོག་ནས་ཁྱེད་ཚོ་བསླབ་བྱས་ཁྱེད་རང་ཚོ་དགའ་རོགས་ཕན་འདོགས་ཁྱེད་ཚོ་ཕན་ཙང་དགའ་པོ་བྱུང་ནས་ཡང་རྒན་ལ་ཙ་ལ་ཡོང་ནས་ཡང་བསྐྱར་བསླབ་རོགས་བྱས་ཉི་མ་ཁ་ཤས་ཐོས་པ་བསླབ་རོགས་བྱས་ཞུས་འདུག་བ་འདི་ཕན་ཕན་པ་དེ་ཡག་པོ་རེད་ད་འདི་བྱས་འོ་འདི་འདྲ་ཡིན་འོ་ད་འདི་ཡིན་འདུག་འདི་ཚོ་ཟ་སྟངས་བཏུང་སྟངས་འདི་ཚོ་ཡག་པོ་འགོག་རེད་ད་འདི་ནི་འདི་ཁ་བཏགས་ཕུལ་སྟངས་འདི་ངས་ད་རིང་བརྟག་དཔྱད་བྱས་ཡིན་ཁྱེད་རང་ཚོ་ཡག་པོ་འདུག་ཁ་སང་ང་རྟ་མང་ས་མ་ལ་འགྲོ་དུས་ཙམ་པ་ཏོའོ་སི་ཀྱི་ཁན་ཚ་རེད་ཅིག་མཐོང་སོང་ང་རང་ཚོ་ཁ་བཏགས་བེད་སྤྱོད་དེ་བྱས་པའི་ཁ་ཐུག་དེ་ལ་རྟེན་འབྲེལ་དང་དེ་འདྲའི་བྱས་པའི་ཁ་ཐུག་དེ་ལ་ཨ་ནི་ཁ་བཏགས་གཙོ་བོ་ཁ་དོག་གཉིས་རེད། སངས་རྒྱས་ཀྱི་བསྟན་པ་རྒྱས་པ། བླ་མ་ལ་ཡང་དེ་འདྲའི་བྱེད་ཡོང་དུས་ཁ་བཏགས་སེར་པོ་དང་དཀར་པོ་ག་རེ་ཕུལ་ན་ཡང་འགྲིག་གི་ཡོད་རེད། སེར་པོ་དང་དཀར་པོ་བེད་སྤྱོད་བྱས་ན་སྐྱོན་ཡོད་མ་རེད་རེད་སོང་བ། རྟ་ཡང་གཅིག་གིས། མི་སྐྱ་ནང་ཕན་ཚུན། ལོ་སར་གྱི་རྟེན་འབྲེལ་ཆང་ས་གི་རྟེན་འབྲེལ་ལ། སེར་བུ་བེད་སྤྱོད་མ་བཏང་ཨ། རེད་སོང་ཨ། དཀར་བུ་དཀར་རྐྱང་དེ་བེད་སྤྱོད་བྱས་བ་རེད་དཀར་བུ་དཀར་རྐྱང། ལྷག་པར་དུ་དེའི་དམར་པོ་དེ་བེད་སྤྱོད་ཁྱོད་བཏང་ཡོད་མ་རེད་དྲག་པོའི་རྣམ་པ་མཚོན་གི་ཡོད་རེད་བ་དྲག་པོ། འོ་དེ་རེད། ཨ་ནི་ཁ་བཏགས་དེ་ལ་ཡང་ཁྱད་ཆོས་གསུམ་ཁ་བཏགས་དེ་ལ་ཁྱད་ཆོས་གསུམ་དགོས་རེད། ཁ་བཏགས་དཀར་པོ་ཡིན་པ། ཁ་བཏགས། བཀྲ་ཤིས་རྟགས་བརྒྱད་ཡོད་པ། ཁ་བཏགས་ཨ་ནེ་རིང་པོ་ཡིན་པ་ཁྱད་ཆོས་གསུམ། ཁ་བཏགས་དཀར་པོ་བདེ་སྐྱིད། སོ་སོ་གྱི་མི་གཞན་དག་ལ་ཁ་བཏགས་ཅིག་ཕུལ་དགོས་རུ་བ། དེ་ཡིས་ག་རེ་མཚོན་དགོས་ཡོད་རེད་ཁ་བཏགས་དཀར་པོ་ཕུལ་བས་དེ་ངས་སེམས་དེ་གཙང་མ་གཙང་རྐྱང་ཡིན། ངས་ཁྱེད་རང་ལ་བསམ་བློ་སྡུག་ཅག་ཅེས་བཏང་གི་མེད། ངས་ཁྱེད་རང་ལ་ཡ་སེམས་པ་རྣམ་དག་ཐོག་ནས་ཕུལ་གི་ཡོད་དཀར་པོ་བདེ་སྐྱིད་སེམས་པ་རྣམ་དག་མཚོན་གི་ཡོད་རེད། དེའི་སྒང་ལ་ཁ་བཏགས་བཀྲ་ཤིས་རྟགས་བརྒྱད་བདེ་སྐྱིད། པས་ཁྱེད་རང་གི་བྱ་བ་ལས་ཀ་ག་འདྲི་བྱེད་ན་ཡང་བྱ་བ་ལམ་འགྲོ་ཡོང་བ་ཤོག་རྟེན་འབྲེལ་ཡོད་ལ་དགོར་ད་བཀྲ་ཤིས་རྟགས་བརྒྱད་དེ་ཡིས་རྟེན་འབྲེལ་མཚོན་གི་ཡོད་རེད་ཨ་ཚེ་རིང་པོ་ནད་མེད་པ་བྱ་བ་ལམ་འགྲོ་དེ་ཡི་རྟེན་འབྲེལ་ཁ་རྟགས་རིང་པོ་འདུག་ཨ་དཀར་པོ་རིང་པོ་དེ་གི་ག་རེ་མཚོན་གི་ཡོད་ལ་ན་སོ་སོ་གི་ཕ་ཁ་རྟགས་རིང་པོ་ཕུལ་ཡོང་དུས་ང་རང་གཉིས་ཀྱི་པ་རུག་གི་འབྲེལ་བ་འབྲེལ་བ་གཙང་མ་དེ་འབྲེལ་བ་དེ་རྒྱུན་རིང་པོ་བདེ་ཐོ་བ་ཤོག་ཟེར་བ་རེད་རྒྱུན་རིང་པོ་རེད་སོང་བ་དེ་འདྲ་ཡིན་པ་ཡིན་དུས་ཁ་བཏགས་དཀར་པོ་ཁྱད་ཆོས་གསུམ་དང་ལྡན་པ་ཕུལ་དགོས་རེད་ད་དེ་དོ་སྣང་དྲགས་ཏེ་ཁ་བཏགས་དེ་ཕུལ་དུས་རྩམ་པ་ཁ་བཏགས་འདི་འདུག་བ་འདི་གཉིས་འདུག་བྱས་ནས་ཁ་བཏགས་ཀྱི་མདུན་དང་རྒྱབ་ཀྱི་མདུན་འདི་རེད་རྒྱབ་འདི་རེད

མགྲིན་པ་གང་ལ་གཡོ་ཡ་ཡོད་མ་རེད་ད། ཕྱག་ལ་ཕུལ་དགོས་རེད་ཕྱག་ལ། ཕྱག་ལ་ཕུལ་དགོས་རེད། སོ་སོ་ལས་རྒན་པ་ལ་ཕྱག་ལ་ཁ་བཏགས་ཕུལ་ཏེ་ཕྱག་ལ་ཕུལ་གུས་ཞབས་མཚོན་དགོས་ཡོད་རེད། ད་སོ་སོ་དང་ཨ་ནི་གཅིག་པ་ཡིན་མཁན་ཅིག་ཡིན་ན་ཕྱག་ལ་ཕུལ། སོ་སོ་ལས་ཆུང་བ་ཡོད་རེད་བ། སོ་སོ་ལས་ཆུང་བ་ཡིན་ན་ཨ་ནི་མགྲིན་པ་ལ་གཡོ་དགོས་རེད་དཔེར་ན་པ་ལ་ཨ་མ་ལ་ཡིན་ན་སོ་སོའི་སྤུ་གུ་ལ་མགྲིན་པ་ལ་གཡོ་དགོས་རེད། སྤུ་གུག་གི་པགས་ལ་ཨ་མ་ལགས་ཀྱི་འཇིང་པ་ལ་གཡོ་ཡ་ཡོད་མ་གདའ། རེད་སོང་ཨ། འོ་དེ་འདྲའི་གི་གུས་ཞབས་ཀྱི་འགྲོ་སྟངས་དེ་ཚོ་ཤེས་དགོས་རེད། འོ་ད་དུས་ཤེས། ད། ཁྱེད་ཚོ་གསོལ་ཇ་གྲུབ་སོང་ན་ནི་ག་ལེ་ཡག་དུས་ཡང་ངས་འདི་འགོ་བཙུགས།